དེ་སྐྱབས་འགྲོ་སེམས་བསྐྱེད་དེ་དཔེ་མི་སྲིད་པའི་གལ་ཆེན་པོ་རེད། ད་དངོས་གཞི་དེ་ནི་སེམས་མ་ཡེངས་པ་དེ་རེད། སྒོམ་ཟེར་མཁན་དེ་སྒོམ་གྱི་ངོ་བོ་དེ་དྲན་པ་ཟེར། ད་ཁྱོད་ངོ་མ་ལ་ཡིན་པ་དྲན་པ་ཟེར། ད་དྲན་པ་ཟེར་མཁན་དེ་ཧ་གོ་དེ་མཁན་ཤེས་དེ་མཁན་དེ་ཡོད་རེད་བ། འོ་དེ་ལ་ཡང་སྒོམ་འདྲིས་བྱས་ནས། སྐབས་འགའ་ལ་ང་ཚོ་བདེ་སོང་བ་རེད། སྒོམ་པ་མ་ཡིན་གོམས་པ་ཡིན། སྒོམ་མ་རེད། སྒོམ་ངོ་མ་སྒོམ་ཟེར་གྱིན་དེ། གོམས་འདྲིས་ཐེབས་པའི་འབྲས་བུ་ཡོང་ཡང་ཆེད་དུ་ང་རང་གི་སེམས་ལ་ང་རང་གི་འདྲིས་ཐུབ་ཡ་ནི། འོ་དེ་འདྲི་དེ། སྒོམ་ངོ་མ་དེ་དེ་རེད་སོང་བ་རེད་བ། དེ་ཡིན་ན་ད་གོམས་འདྲིས་བྱེད་ནས། ང་རང་གི་སེམས་ལ་གོམས་འདྲིས་བྱེད་ནས་དེ་འདྲི་བྱེད་ཡ་རེད། དྲན་པ་དེ་ལ་གོམས་འདྲིས་བྱེད་ཡ་རེད། ད་དེ་སྒོམ་དེ་ལ་ཞི་གནས་དང་ལྷག་མཐོང་ཟེར་ནས་གཉིས་ཡོད་རེད་ད་དེ་རིང་གཙོ་བོ་ཞི་གནས་དེ། ཞུགས་ཡིན། ལྷག་མཐོང་དེ་དང་ཤེས་རབ་ཀྱི་བར་དུ་བྱིན་པ་ཟེར་ནས་དང། སྦྱིན་པ། ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ཟེར་ནས་དེ་དང་ཏིང་ངེ་འཛིན་བསྒོམ་དེ་རེད། ལྔ་པ་དེ། བར་དུ་བྱིན་པ་དྲུག་ཡོད་རེད་བ། བར་དུ་བྱིན་པ་དྲུག་ནང་ནས་ལྔ་པ་དེ་བསམ་གཏན་ཞི་གནས་དེར། དྲུག་པ་དེ། ལྷག་མཐོང་རེད་ལྷག་མཐོང་ལྷག་མཐོང་དེ་ཤེས་རབ་ཀྱི་བར་དུ་བྱིན་པ་སོང་རེད་རྗེས་མ་ཞེས་བཤད། ད་ད་ལན། ཏིང་ངེ་འཛིན་སྒོམ་གྱི་དེར་བདག། ད་དེ་སྤྱི་དང་སྒོམ་གྱི་རིགས་མང་པོ་ཡོད་པ་ཡིན་དུས་ཡིན་ན་ཡང་དག་ད་ལན་ངས་ལས་སླ་བོ། ཨ་ནི་སྒོ་བདེ་བོ་གི་སྒོམ་གྱི་མ་བཤད་ཡིན་ད་དེ་ལ། ཐབས་གསུམ་ཡོད་རེད་སྒོམ་གྱི་ཐབས་གསུམ། སྒོམ་གྱི་ཐབས་གསུམ་དེ་རིང་བཤད་ཡིན་དེ་ཡིན་ན་དང་པོ་དེ་དབུགས་ལ་དམིགས་པའི་གཞི་ནས། དེ་ནས་དབུགས་ལ་སེམས་གཏད་ནས་སྒོམ་གྱི་རེད། གཉིས་པ་དེ། དེ་ནས། སེམས་ནང་ལ་ཡིད་བཟླས་སོང་བར་སེམས་ནང་ལ། ཅིག། འདོན་པ་ཅིག་འདོན་པའམ། བསྙེན་པ་བསགས་པའམ་དཔེར་ན་སྔགས་བགྲང་ནས། ཨོམ་མ་ནི་པདྨའི་ཧོམ་ལ་སོགས་པ་སྔགས་བགྲང་བའམ་ཡང་ཚིག་ག་རེ་བཤད་ན་ཡང་འགྲིག་ཡོད་དེ། ཁ་བཙུམ་ནས་སེམས་ནང་ལ་འདོན་ཡ་ཡིད་བཟླས་ཟེར་མཁན་དེ་བྱས། དེ་ནས་གསུམ་པ་དེ། ད་ལྟ་དེའི་སྐབས་སུ་དགྲ་ལ་སེམས་གཏད། ད་སྒྲ་ག་རེ་ཡོད་ན་འགྲིག་གི་རེད། དེ་འདྲ་ཅིག་སྒྲ་གང་ཡང་རུང་བ་ཨམ་མཆོག་གིས་ཉན་ནས་བལྟས་ལ་སེམས་ཏེ། འོ་དེ་འདྲ་ཅིག་ནི་རིམ་པ་གསུམ་ཞེས་ཡིན། ད་དང་པོ་དེ་དབུགས་ལ་སེམས་ཏེ་རེད། ད་དབུགས་ལ་སེམས་ཏེ་ཟེར་འོང་དུས། ད་སྒོམ་གྱི་ངོ་བོ་དེ་ག་རེ། དྲན་གྱི་འདུག་མི་འདུག། སྒོམ་གྱི་ངོ་བོ་དེ་དྲན་པར་བ། དྲན་པ་སེ་གནས་ཧ་གོ་བར་བ། ད་དབུགས་དེ་ཧ་གོ་ནས་བསྡད་པ་ཡིན་ན། འོ་དེ་སྒོམ་རེ་འགྲོ་གི་རེད། དབུགས་ཡར་འཐེན་དུས་འཐེན་གི་ཡོད་བསམ་འཐེན་པ་ཧ་གོ་བར་བྱེད། དབུགས་མར་བཏང་དུས་བཏང་གི་ཡོད་བཏང་བ་དེ་ཧ་གོ་བར་བྱེད། ད་དབུགས་ཡར་འགྲོ་གི་འདུག་དེ་མ་ཐག་འཐེན་སྣ་དགུ་ནས་མ་ཐོན་འགྲོ་ཁ་ནས་དོན་ན་འགྲིག་སྣ་ནས་དོན་ན་འགྲིག་སྙམ་པོ་བཏང་ན་ཡང་འགྲིག་ཁྱད་པར་ཡོད་མ་རེད། དབུགས་མར་འདོན། དབུགས་ཡར་འཐེན། དབུགས་མར་བཏང། འོ་བཏང་དུས

ལ་བ་རྐྱང་ཡིན་པས། ཨོ། ད་ཁྱེད་རང་སྒོམ་རྒྱབ་ཚར་བ་རེད། ལས་སླ་བ་རེད་དོ། ཨོ། ཡིན་ད་ཡིན་ང་ལ་དབུགས་ཡོད་དབུགས་བཏང་གི་ཡོད་ཡ་ད་ལྟ་ཤི་མེད། དབུགས་ཡར་འཐེན་གི་ཡོད་དབུགས་མར་བཏང་གི་ཡོད། དེའི་སྐབས་སུ་དབུགས་ཧ་གོ་གི་འདུག། དྲན་པ་དེ་ག་རང་རེད། ལས་སླ་བོ་མི་འདེད། ཕྱོགས་གཅིག་ནས་སྒོམ་ཟེར་གི་འདི་ལས་སླ་བོ་རེད། དཔེ་ལས་སླ་བོ་རེད། ཡིན་ན་ཡང་ལས་སླ་དྲགས་ནས་དཀའ་ལས་ཁག་པོ་ཆགས་སོང་བ། ཐག་ཉེ་དྲགས་ནས་མ་མཐོང་བ། དྲན་པ། ཤེས་པ། པའི་ང་རང་སེམས་དེ་ཐག་ཉེ་དྲགས་ནས་ང་རང་གི། མ་མཐོང་བ། ལས་སླ་དྲགས་ནས་ཡིད་མ་ཆེས་པ། འོ་དེ་འདྲའི་གི་དཀའ་ལས་ཡོད་མོད་རེད། མ་གཏོགས་ལས་སླ་བོ་རེད། འོ་ཡ་ད་ང་ཚོ་ད་ལྟ་མཉམ་དུ་སྒོམ་བརྒྱབ་ནས་བསྡད་ད། ད་གཟུགས་པོ་དྲང་པོ་བྱས་ནས་བསྡད། ལག་པ་དེ། པུས་མོ་གང་ལ་དེ་ནས་མཉམ་དུ་བཞག་ན་ཡང་འདྲ། ལག་པ་དེ་པུས་མོ་གང་ལ་བཀབ་ན་ཡང་འགྲིག། རེད་དེ། ནས་ནས། མིག་བཙུམ་ནས། བསྡད་ཤོག་ཨ། ད་གཟུགས་པོ་ལྷོད་ལྷོད་བྱས་ནས་གཟུགས་པོ་ནང་ལ་ཡོད་པའི་རྩ་དང་རྒྱུ་བ་དེ་ཚོ་ལྷོད་ལྷོད་བྱས་ནས་བཞག། ད་དབུགས་ལ་སེམས་གཏད་ཤོག་ཨ། ད། དབུགས་འཐེན་གྱི་ཡོད་དབུགས་འཐེན་དུས་འཐེན་པ་ཧ་གོ་བ་བྱེད། མ་བཏང་དུས་བཏང་བ་ཧ་གོ་བ་བྱེད། དབུགས་དེ་ཁ་ནས་བཏང་ན་ཡང་འགྲིག་རེད་ནང་ནས་བཏང་ན་ཡང་འགྲིག་རེད་ཁ་ཁ་ནང་གཉིས་ཀ་མཉམ་དུ་འགྲོ་གི་འདུག་ན་ཨོ་དེ་ག་རང་མཉམ་དུ་བཏང་ན་ཡང་འགྲིག་རེད། དབུགས་དེ་གཅིག་ཡིན་གཅིག་མིན་གཅིག་དབུགས་རིང་པོ་བཏང་ཡག་དང་དབུགས་ག་ལེ་ག་ལ་བཏང་ཡག་ལ་སོགས་པ་གང་ཡང་བྱེད་དགོས་མ་རེད། དབུགས་ཁོ་རང་ག་རེ་ནམ་རྒྱུན་དབུགས་ཁྱེད་རང་བཏང་གི་རེད་བ། ཨོ་ནམ་རྒྱུན་དབུགས་ཡག་མ་ག་འདྲེ་འགྲོ་གི་འདུག་ན་ཨོ་དེ་རང་བཞག་ཤེས་ན་འགྲིག་རེད།

གཙོ་བོ་དེ་དྲན་པ། དྲན་པ་ཟེར་དུས་དབུགས་ཧ་གོ། དབུགས་ཡར་འཐེན་དུས་ཡར་འཐེན་པ་ཧ་གོ། མ་བཏང་དུས་བཏང་བ་ཧ་གོ། ད་དེ་འདྲའི་ཚེ་ནི་དབུགས་ལ་སེམས་གཏད་པའི་སྐབས་སུ་སེམས་ནང་ལ་རྣམ་དག་མང་པོ་ཤར་གྱི་རེད། ཅེས། འགྲོ་ཁ་ལྟ་བུ་ཡིན་ན་ཁ་ལག་འདྲ་མི་འདྲ་ཤར། ལས་ཀ་འདི་འདྲ་ཡིན་ན་ལས་ཀ་མང་པོ་སེམས་ནང་དྲན། ཨང་ཁ་སང་ད་རྒྱུ་སྔོན་མ་བརྗེད་སོང་ཡིན་ལས་ཀ་འདི་ཚོ་ལམ་སང་དྲན་ཨོ། ད་དྲན་སོང་ད་གོམ་རྒྱག་པ་ཡིན་ན་ཡར་ལངས་ནས་ལས་ཀ་བྱེད་དགོས་ཡིན་ན་བསམ་པ་འདྲ། ད་ག་རེ་ཤར་ན་ཤར་བཅུག་ཨ། དྲ་མ་ར་སེམས་ནང་ལ་ག་རེ་དྲན། ཡང་སེམས་པ་སྐྱིད་པོ་མེད། ཞེ་སྡང་བསླང། ཁོང་ཁྲོ་བསླང། འོ་དེ་འདྲ་བྱུང་ན་ཡང་འདྲ། ཡང་གཅིག་སེམས་པ་དེ་གཅིག་དགའ་བོ་སྐྱིད་པོ་བློ་བུར་བྱུང་ན་ཡང་འདྲ། ག་རེ་བྱུང་ན་ཡང་བྱུང་བཅུག། དྲ་མི་འདྲ་ག་རེ་དྲན་ན་ཡང་དྲན་བཅུག་ཨ། གཙོ་བོ་དེ་ག་རེ་ཟེར་ན་དབུགས་དེ་རེད། དབུགས་དེ་མ་བརྗེད་པ་བྱས་ན་བསྡད་དགོས་རེད།

ཡང་བསྐྱར་ཡང་བསྐྱར་དབུགས་ལ་སེམས་གཏད་པ་བཅས་ཨ། ཨ་ཡ་ད་ག་ལེར་མིག་ཕྱེ་ནས་སེམས་པ་ལྷོད་ལྷོད་ཅིག་གཏད་ཤོག་ཨ། ཨོ་ཡ་ད་ག་འདྲ་བྱུང་སོང། ལས་སླ་བོ་འདྲ་བོ་འདུག་དཀའ་ལས་ཁག་པོ་འདྲ་བོ་འདུག། དངོས་གནས་བྱས་ན་ལས་སླ་བོ་རེད་དཀའ་ལས་གང་ཡང་ཡོད་མ་རེད། དབུགས། ཁྱེད་རང་ལ་དབུགས་ཡོད་རོགས་ཕྱིས་མི་འདུག། དབུགས་ཡོད་པ་དང་དབུགས་ཡོད་པ་ཧ་གོ། བྱས་ནས་འདི་ལ་མ་ཡེངས་པ་བྱས་ཤག་ན་དེ་ག་རང་རེད། སྒོམ་དེ་ག་རང་ལས་སླ་བོ་རེད། ཨོ་དེ་འདྲའི། བྱས་ནས་སྒོམ་པ་ཡིན་ན། དེ་ནས་དང་པོ་སྒོམ་བརྒྱབ་དུས་སྐབས་འགའ་ལ་རྣམ་རྟོག་མང་རུ་འགྲོ་སོང་བ་འདྲ་བོ་ཅིག་སེམས་པ་དེ། མི་དྲན་དགོད་དྲན་མི་བསམ་ཀོ་བསམ་མང་རུང་འགྲོ་འདོད་པ་འདྲ་བོ་དེ་ནས་ཡོང་སྲིད་འདུག་དེ་དག་ཡག་པོ་རེད་སོང་བ་རེད། དེ་ནས་རི་གཟར་གྱི་ཁ་ནས་ཆུ་འབབ་པ་ལྟ་བུ་ཉམས། ཉམས་དང་པོ་དེ། དེ་ནས་ག་ལེ། ག་ལེ་སེམས་པ་དེ་ཅིག་ཞི་བ། ལྷོད་པོ། དབུགས་ལ་སེམས་གཡེང་རིང་པོ་གཏད་ཐུབ་མཁན། རྣམ་རྟོག་འདྲ་མེད་ལ་ཡོང་ན་ཡང་གང་ཡང། མི་སྐྱོན་པ། གང་ཡང་སྐྱོན་གྱི་མ་རེད། དེ་ནི་ག་ལེ་ག་ལེ་ཞི་བ་བདེ་བ་གསར་བ་ག་ལེ་ག་ལེ་དེ་ནི་ཆགས་ཡོད་རེད་འོ་ཡ། ད་དེ་དབུགས་ལ་སེམས་བསྡད་ཡ་རེད།